དེ་ནི་སྐྱེས་པ་ཡིན་ན་དེས་འཆི་བའི་ལྡོག་ཕྱོགས་འདྲ་བ་གཅིག་དང། སྐྱེས་པ་ཡིན་ན་དེ་ནི་ལང་སང་ལང་སང་ཤི་འགྲོ་དགོས་མེད་པ། དེ་འདྲའི་གེ་ད་རག་དཔལ་གྱི་ཐོག་ནས་བསམ་བློ་བཏང་བ་ཡིན་ན་དེ་འདྲའི་གེའི་བསམ་བློ་བཏང་གི་ཡོད་རེད། དེ་ནས་དེ་ལས་ཕྲ་བ་ཞིག་ན་ཕྲ་བ་སྐད་ཅིག་གི་རང་བཞིན་འགྱུར་འགྲོ་གི་ཡོད་རེད་གནས་ཚུལ་ཐ་སྙད་གནས་ཚུལ་ལ། ཡིན་ན་ཡང་ཕྲ་བ་སྐད་ཅིག་གི་རང་བཞིན་འགྱུར་འགྲོ་གི་ཡོད་པ་སྟོང་ཕད་དེ་དཔེ་དཀའ་མོ་རེད།

དེ་ནི་ཧ་གོ་གི་རེད་སྐད་ཅིག་མ་གཅིག་ཤིག་ཁ་བོ་རེད་སྐད་ཅིག་མ་མང་པོ་དཔེར་ན་ལོ་དང་ཟླ་བ་ལོ་མང་པོ་འདྲ་ཞིག་རེད་བསམ་ན་དེ་ནི་དེ་ལ་ད་ཀྱི་སྔ་མ་ལས་ང་རང་ད་ལྟ་མ་འདྲ་བའི་གི་གནས་སྟངས་ཤིག་འབྱུང་འགྲོ་གི་ཡོད་པ་གཟུ་བོ་ཡིན་ན་ཡང་འཇོག་གི་ཡོད་རེད་འོ་དེ་འདྲའི་གི་གནས་སྟངས་ཅིག་རེད་མ་གཏོགས་པའི་གི་སྐད་ཅིག་རེ་རེ་བཞིན་དུ་ཤིང་སྐད་དུ་དཔེ་ཁ་བོ་རེད་དཔེར་ན་དབྱར་སྔ་མ་འགྲོ་གི་ཡིན་ན་རེད་བ་དབྱར་སྔ་མ་ཡིན་ན་སྔ་མ་རེ་རེ་གཅིག་རྐང་གཅིག་མ་གི་ས་ལ་ཟགས་སྡོད་ན་མཐོང་ཁ་བོ་ཡོད་རེད།

སྐད་ཅིག་མ་མང་པོ་ཚོགས་བཞོལ་བ་དེ་དེ་ནི་ང་ཚོ་གིས་མཐོང་དགོས་རེད་དེ་སོ་སོ་སྐྱེ་བོ་ནང་གི་མཐོང་བ་ཙ་རེ་མ་གཏོགས་སྐད་ཅིག་རེ་རེ་བཞིན་ཕྲ་བ་མ་བཏགས་པ་ཟེར་དེ་བས་རྟོགས་ཁག་པོ་རེད་ཨོ་དེ་ཤེས་དགོས་རེད་ད་དེ་བཤད་དུས་འདི་གང་ལྟར་ཡང་རབ་བྱེད་དང་པོའི་གི་ནང་དུ་རགས་པའི་རྒྱུན་གྱི་མ་བཏགས་པ་ཕྲ་བ་སྐད་ཅིག་གི་མ་བཏགས་པ་ཟེར་ནས་མ་བཏགས་པ་ཞེས་འདུག་ཨ། མ་བཏགས་པ་དེ་ལ་རགས་པའི་རྒྱུན་གྱི་མ་བཏགས་པ་དང་ཕྲ་བ་སྐད་ཅིག་གི་མ་བཏགས་པ་ཟེར་གཉིས་ཡོད་རེད་ཨོ་རགས་པའི་རྒྱུན་གྱི་མ་བཏགས་པ་ཟེར་གྱི་འདུག་གོ་ག་ལེ་ག་ལེ་འབྱོར་འགྲོ་གི་ཡོད་པ་མ་ཡིན་ན་ཡང་ལོ་ལྔ་བཅུ་དྲུག་ཅུ་བདུན་ཅུ་རེ་ཙམ་སྟེ་རགས་པ་རྒྱུན་གྱིས་མ་བརྟགས་པ་དེ་སྔ་མ་ཆུང་ཆུང་གི་དུས་སོགས་ཀྱི་གནས་སྐབས་གཟུགས་ཕོག་གི་གནས་སྟངས་དང་སེམས་ཀློང་གཏང་སྟངས་དང་གང་བྱས་ཀྱི་ཐད་ནས་འགྱུར་འགྲོ་གི་ཡོད་དེ་ཁོ་རགས་པ་རྒྱུན་གྱིས་མ་བརྟགས་པ་རྟོགས་སླ་བར་འགྲོ་གི་རེད། ད་དེ་རེད་ད་དེ་རིང་ང་ཚོ་ཕྲ་བ་སྐད་ཅིག་གིས་མ་བརྟགས་པ་ཤེས་པའི་སྐབས

གཞན་འཆི་བ་ལ་མྱ་ངན་བྱ་བར་མི་རིགས་པ། རང་ཤི་བ་ལ་ཤི་དགོས་པ། ཤི་བ་མི་རྟག་པ་ཡིན་པར་ངེས་དགོས་པ། གཞན་ཤི་བ་ལ་མྱ་ངན་བྱ་བར་མི་རིགས་པ། ཟེར། འོ་དེ་བཤད་པའི་སྐབས་ད་འདི་ཁ་ཚང་དགའ་བཞི་འགྲོ་ནས་དེ་རིང་དེའི་མར་འཁྲུད་འདྲ་པོ་ཅིག་རེད་བ། ད་འདི་རིགས་ག་བ་ལས་འདུག་ཟེར་ན།

ད་འདི་ཡང་གསང་བ་འདི་འདྲས་ཀྱི་ཁོག་སོང་ན་རེ་བ། ད། ཤི་ཐང། སོ་སོ་གི། ད་ཅིག་ཕ་མ་ལགས་སོ་བས་བཤད་ན། ངོ། ནི་ཅིག། ཁ་ཞེ་ངོ་སོ་སོག་གི་སྐྲ་ཏོག་གྲོག་མདུང་ཅིག་བྱེད་ཡ་ཅིག་ཡོད་རེ་བ། དེ་འདྲས་བྱེད་ན་ཕན་ཐོག་མེད་པ་དོ་བཤད་གི་ཡོད་རེད། ཁོ་ཕན་ཐོག་མེད་པ་ང་རང་ལ་ཡང་ཕན་ཐོག་ཡོད་མ་རེད་ལ། གཞན་ཕ་མ་ལ་ཡང་ཁོ་བཤད་འགྲོ་བའི་སྐད་དེ་ལ་ངོ་ན་གང་ཕན་ཐོགས་སུ་ག་ཡ་ཡོད་མེད་མ་རེད། ཡིན་ན་ཡང་ང་ཚོ་ལུང་པ་གི་ལུགས་སྲོལ་དེ་འདྲ་ཡོད་རེད། དེ་མ་ངུ་ན་ཕ་མ་ཤི་འགྲོ་ན་མ་ངུ་ན་ངོ་ཚ་བ་རེད་སྤོ་བོ་ཚོ་ད་ཁོག་སེང་འདྲ་ཡོད་ས་མ་རེད་ཟེར་ནས་སྤོ་བོ་དེ་ཁོ་ཕ་མ་ཤི་ན་ཡང་ངུ་གི་མི་འདུག་ཟེར་བ་ཕ་མ་ཤི་ན་ཡང་ངུ་གི་མི་འདུག་ཟེར་ཡང་ན་ཕ་མ་ཤི་འགྲོ་སྤོ་ཕ་མ་སྤོ་གི་ཤི་འགྲོ་ན་ད་དེ་ཕ་མ་དེ་ལ་སྤོ་གི་སྤོ་གི་ཤི་ན་ཡང་ངུ་གི་མི་འདུག་ཁོ་ཕ་མ་དེ་དཔེ་ཁྲེལ་ཏོ་རེད་འདུག་ཟེར་ལུང་པ་གི་འཁྱམ་མོས་བྱེད་གི་རེད་བ།

གནོད་པས་གཟིར་བ་གཟིར་དུས་རང་ཉིད་རང་ཉིད་ཀྱི་གནོད་ཡང་གནོད་པ་ཞེས་རོ་ངོ། དེ་ནི་སོ་སོ་སོ་སོའི་འགོག་བློ་སྤྲོད་ཨང་ཐེངས་དེ་འདྲ་ཞིག་ན། གནོད་པས་ཀྱིས་ཟིན་ནས། དེ་འདྲ་ཞིག་ན་ཡོན་ཏན་མེད་སྙམ་བཞིན་ད་ཡོན་ཏན་འོག་དེ་ཕན་ཐོགས་མེད་པར་ཧ་གོ་བཞིན་པ་རེད། མི་མང་པོ་ཀྱིས་ངོ་བོ་དེ་འདྲ་ཞིག་ན་མི་མང་པོ་བསམ་པ་མི་སྐྱིད་པ་བཟོ་གི་རེད་ད་ཕ་ག་ཚོ་ག་སུ་ཡིན་ན་དེ་འདྲའི་ངོ་བོ་འདྲ་ཞིག་ན་རང་ཉིད་ཡང་མ་སྐྱིད་པ་བྱེད་ཀྱི་རེད་མི་མང་པོ་ལ་ཡང

ཁྱོད་བདག་ཉིད་ལ་ཅི་བགྱིས་པའམ་ཁྱོད་རང་ཉིད་ཀྱིས་ཅི་བཅུས་ནས་ངུ་འདོད་མེད་ན་ངུ། རོལ་བ་དག་ཅིག། སོ་སོ་སོ་སོའི་གཟུགས་པོ་ལ་བཤུས་ན་བཤུས་ན་ན་ཚ་དང་རང་བཤུས་འདོད་མེད་ན་བཤུས་དེ་འདྲའི་ཞེ་བདེ་བ་ཡིན་ན། དེ་ཡང་བདག་ལ་མི་རིགས་སོ། དེ་ཡང་བདག་ལ་མི་རིགས་སོ་ཟེར་ཏེ། དེ་ཡང་ང་རང་ལ་ཕན་ཐོགས་པ་ཅིག་དང་ཡོད་ཀྱི་གནས་ཚུལ་དང་མཐུན་པ་ཡག་པོ་ཅིག་མ་རེད། རེད་བ། ཡོད་ཀྱི་མཐའ་གཉིས་གནས་ཚུལ་དང་མ་མཐུན་པ་ཅིག་ཕན་མ་ཐོགས་ཡག་ཅིག། མ་དགོས་ཡག་ཅིག། དེ་ཡོད་སོགས་གང་ཞིག་ཡིན་ན་གང་ཡིན་ན་དེ་མ་དགོས་ཡག་ཅིག་རེད་དེ་ཕན་མ་ཐོགས་ཡག་ཅིག་རེད་དེ་ཡོད་དགོས་ཀྱི་རེད་ཟེར། ད་འདི་ག་འདྲ་རེད་ཟེར་ན་དཔེ་ན་གཅིག་པུས་ལྷོད་པན་བྱེད་ཟེར། དེ་ནས་སྤྱི་མི་ཁ་ཤས་ཀྱིས་དེ་བྱེད་ཀྱི་ཡོད་རེད་ཟེར་སྤྱི་མི་བྱེད།

དེ་ནས་ཁོ་རང་ཤེས་བཞག་པ་རེད། དཔེ་ན་དེ་ག་ནང་གི་རེད་ཟེར་ད། སོ་སོ་གས་ཕན་ཐོག་མེད་པ་དེ་སློབ་སྦྱོང་དེ་འདྲས་གས་ཤེས་ཡག་ལས་ལྷབ་ན་བ་ག་ལྷབ་ན་དེ་ཁོ་ཕན་ཐོག་མེད་པ་གི་རེད་བ་དེ་སྐྱོན་གྱི་རང་གི་གི་རེད། ཡིན་ན་ཡང་ཁོ་གི་དེ་ནས་ལྷབ་ནས་ཁོ་རང་དགེ་རྒན་ཁིས་པ་དེ་འདྲས་གི་ཡིན་མདོག་མདོག་བྱས་དེ་མ་ཚད་པའི་ཁོ་རང་ཡང་དེ་ནས་འདི་འདྲས་ཤེས་དགོས་གི་རེད་ཟ་ཅིག་ཁོ་རང་ཤེས་སོང་རེད་ཟེར་ཤེས་སྟངས་གཅིག་ཁོས་ལྷབ་ནས།

སྡུག་བསྔལ་རྣམ་པ་འགའི་དྲག་པོའི་འཇིག་རྟེན་འདི་ན་ཡོངས་སུ་འཁྱམས། སྡུག་བསྔལ་གྱུར་པར་ཤེས་བོ་ལ་སྡུག་བསྔལ་འགོས་པ་ཅི་ཞིག་བྱ། ད་ཡང། འདི་འདྲའི་བསམ་ནས་དཔེར་ན། བུ་ཤི་བ་ཡིན་ན། བུ་དང་ཕ་མ་ག་རེ་ཤི་བ་ཡིན་ན། དེ་དང་ཕ་ཁ་འདྲ་འགྲོ་གི་ཡོད་རེད་བ། ཁ་འདྲ་འགྲོ་བ་ཡིན་དུས། དེ་ལས་ཁ་མ་འདྲ་ཡ་ཟེར་འདྲི་བ་ཐོབ་པའི་ཀྱི་ཆེད་དུ། ང་གཉིས་ཀྱི་ཕས་བརྩེ་བ་འདྲ་བོ་དེ་རྒྱང་ཐག་རིང་པོ་མ་རེད་པ། བརྩེ་བ་དེ་འདྲ་མ་འགྲོ་བའི་ཆེད་དུ། འོན་དེའི་ཆེད་དུ་ངུ་བ་ཡིན། དེ་ངུ་དེ་འདྲ་བྱེད་པ་ཡིན་ན་ཁོ་ལ་བརྩེ་བ་ཡོད་པ་འདྲ་བོ་ཞིག་མཚོན་གྱི་ཡོད་རེད། མ་ཡིན་ན་ཕ་ཡིན་ན། བུ་ག་ཡིན་ན་ག་རེ་ཤི་སོང་བ་ཡིན་ན། འོ་དེ་འདྲས་སོང་ན། ད་འདི་བརྩེ་བ་ཡོད་ན་འགྲིག་གི་ཡོད་རེད་བརྩེ་བ་ཡོད་ན་འགྲིག་གི་ཡོད་རེད་དེ་དེ་ཡིས་སྡུག་བསྔགས་ཀྱི་རྣམ་པ་བྱེད་བསྡད་པ་ཡིན་ན་ཕན་ཐོགས་ཡོད་མ་རེད་ཟེར་གྱི་དེ་རེད། རེ་བ་ཕ་རོལ་པོ་ལ་སྡུག་བསྔགས་ཀྱིས་བསྡད་པ་ཡིན། སྡུག་བསྔགས་རྣམ་པ་འགོད་ལྟ་བུ་ཟིན་དཔེར་ན། སོ་སོ་སྐྱེ་བོ་སུ་ཡིན་ན་ཚང་མ་ལ་སྡུག་བསྔགས་ཡོད་ཡོད་མ་རེད། སྡུག་བསྔགས་མེད་མཁན་ཞིག་སུ་ཅིག་ཡོད་མ་རེད་ད་ཕ་བུ་གང་ཟག་ཡིན་ན་མ་གཏོགས། ད་སྐྱེ་རྒ་ན་འཆི་གི་སྡུག་བསྔགས་སུ་བྱེད་དུ་ཡོད་རེད་སྐྱེ་བའི་སྡུག་བསྔགས་མཐའ་ན་ཡང་སྐྱེ་བའི་སྡུག་བསྔགས་རྒ་བའི་སྡུག་བསྔགས་མི་དབང་མེད་ཀྱིས་སྐྱེ་དགོས་ཀྱི་ཡོད་རེད་སྐྱེ་མ་སོང་ན་ཡང་དབང་མེད་ཀྱིས་སྐྱེ་གི་ཡོད་རེད། དམྱལ་བ་རྣམས་སྐྱེས་སངས་རྒྱས་སུ་ཅི་ག་མ་རེད་བ་དེ་ཁོ་རང་བཞིན་མེད་པ་དབང་མེད་ཀྱིས་སྐྱེས་འགྲོ་གི་རེད་བ། འོང་དེ་ག་ནང་བཞིན་གི་ཨ་ནི་ན་སངས་རྒྱས་ཡོད་མ་རེད་དེ་རང་བཞིན་གྱི་ཁོ་དབང་མེད་ཀྱི་ན་ཡོང་གི་རེད། ཨ་ནི་རྒས་པོ་ཆགས་འདོད་ཡོད་མ་རེད་དེ་རྒས་འགྲོ་གི་རེད་ཤི་འདོད་ཡོད་མ་རེད་དེ་ཤི་འགྲོ་གི་རེད། ད་མི་སུ་འདྲ་ཡིན་ན་སྐྱེ་རྒ་ན་འཆི་གི་སྡུག་བསྔལ་ཡོད་ཡོད་པ་ཤེས། ཨ་ནི་དེའི་སྟེང་དུ་སྡུག་བསྔལ་ཆེ་ཆེ་ཆུང་ཆུང་མང་པོ་ཡོད་ལ་འདོད་པ་ཐོག་ཏུ་མི་འཁྱོལ་བའི་སྡུག་བསྔལ། མི་འདོད་པའི་ཐོག་ཏུ་ཕབ་པའི་སྡུག་བསྔལ། ཨོ། དེ་ནི། དེ་འདྲས་ཀྱི་ད་སྡུག་བསྔལ་མང་པོ་ཞིག་ཡོད་རེད། སྡུག་བསྔལ་ཡོད་པའི་ཀྱི་ཐོག་ལ། ཨ་ནི། སྡུག་བསྔལ། སྡུག་བསྔལ། སྡུག་བསྔལ་ཡོད་པའི་ཀྱི་ཐོག་ལ་ཡང་བསྐྱར་སྡུག་བསྔལ་སྐྱེས་པ་ཡིན་ན། སྡུག་བསྔལ་གྱི་ཐོག་ལ་སྡུག་བསྔལ་སྐྱེས་པ་རེད་བ། མི་ལ་ཤི་སྟངས་སྡུག་བསྔལ་ཡོད་ཡོད་པ་ཅེས་མི་སུ་འདྲ་བྱས་ན་དེའི་ཐོག་ལ་སྡུག་བསྔལ་ཅིག། སྐྱིད་པ་ཡིན་ན་སྡུག་བསྔལ་སྣོན་འཕེལ་སྤྲད་བྱ། སྡུག་བསྔལ་སྣོན་འཕེལ། ད་སོ་སོ་གི་པ་སྤུན་ཅག་ཡིན་ན་ག་རེ་ཡིན་ན་དེ་ལ་སྡུག་བསྔལ་ཡོད་རེད་དེའི་སྟེང་དུ་ད་ནི་དེ་ལ་ངོ་བོ་རྩེ་གཅིག་བྱས་ན་ཁོ་སྡུག་བསྔལ་དགོངས་སྡུག་བསྔལ་བཟོ་བྱ་གི་རོགས། དཔེར་ན། མི་གཅིག་གི་སོ་སོ་གི་ནང་མི་གཅིག་ཤི་སོང་བ་ཡིན་ན། ཨ་ནི་ནང་མི་ནང་ཡོད་ན་སོ་སོ་དེ་ན་ལས་འདའ། ནང་མི་རྣམས་སྡུག་བསྔལ་མྱང་བཞིན་པའི་སྐབས་སུ་སོ་སོ་ག་ཡང་སྡུག་བསྔལ་ཞེ་པོ་ཡོད་མདོག་བྱས་ན་ཁོ་སོ་དམིགས་བསལ་གི་ཡང་སྡུག་བསྔལ་བྲལ་བྱ་དགོས་པས་དམིགས་བསལ་གི་སྡུག་བསྔལ་སྡུག་བསྔལ་དུ་གྱུར་པས་འོ་སྡུག་བསྔལ་གི་ཐོག་ལ་སྡུག་བསྔལ་བྲལ་བ་དགོས་པ་མི་འདུག་སྤྱི་གཏམ་བརྩེ་བ་ཡོད་འགྲིག་གི་རེད། སྡུག་བསྔལ་གི་ཐོག་ལ་སྡུག་བསྔལ་ཡང་གནོད་འཕེལ་བྱེད་ངེས། ག་སྲིད་མི་རྣམས་ལ་སྡུག་མི་གཅིག་ལ་སྡུག་བསྔལ་བཙལ་ནས་མེད་པ་བྱས། སྡུག་བསྔལ་བཙལ་ནས་ང་ལ་སྡུག་བསྔལ་དགོས་གི་འདུག་ཟེར་ང་གཅིག་སྤྲེལ་རོ་ཁྱོད་འདྲ་བ་ཟེར་ན་ཨ་ཁོ་སྤྲེལ་འདུག་གི་རེད་ཁོ་ལ་སྡུག་བསྔལ་བཙལ་མེད་རེད་བ། ཁོ་བཅུ་སྤྲད་བཞག་ནི་རེད། ངས་སྡུག་བསྔལ་འདོད་ཀྱི་ཡོད་མ་རེད་ད་སུ་གཅིག་གིས་སྡུག་བསྔལ་འདོད་མཁན་ཡོད་མ་རེད་སྡུག་བསྔལ་ཡོད་ཡོད་པ་རེད། ད་རུང་ཡོད་ཡོད་པ་གི་ཐོག་ལ་སྡུག་བསྔལ་གནད་འཕེལ་བྱས་ནས་སྤྲད་བཞག་པ་ཡིན་ན། ད་འདི་སོ་སོ་སྤུན་བརྒྱ་ལ་སྡུག་བསྔལ་གི་ཐོག་ལ་སྡུག་བསྔལ་སྤྲད་བཞག་མ་གཏོགས་སྤུན་བརྒྱ་ལ་ཕན་ཐོགས་ཡོད་མ་རེད་ཕ་མ་ལ་ཕན་ཐོགས་ཡོད་མ་རེད་ཕ་མ་ལ་སྡུག་བསྔལ་སྤྲད་བཞག་པ་རེད་ཟེར་དེ་རེད་ད། སྡུག་བསྔལ་རྣམ་པ་འགི་ལྟ་བུ་སྡུག་བསྔལ་རྣམ་པ་འགི་ཟེར་དུས། ཁོ་ལ་བཞིན་པའོ་སྡུག་བསྔལ་སྤྲད་པ། མི་དགོས་པ། འཇིག་རྟེན་འདི་ནི་ཡོངས་སུ་བྱང། དེ་འདྲའི་ཆེད་དུ་འཇིག་རྟེན་འདི་ནི། ད་སྡུག་བསྔལ་གྱི་གཅིག་གིས་གཅིག་ལ་སྡུག་བསྔལ་སྤྲད་གཅིག་གཅིག་ལ་སྡུག་བསྔལ་བྱང་བྱང་སྤྲད་སྤྲད་བྱས་ནས་ཨེ་ནས་ཁང་བ་ཁོ་བོས་ཀྱི་ནང་དུ་ཆང་བཏེག་གི་ཡོད་རེད་ཟེར་འཇིག་རྟེན་འདི་ནི་ཡོངས་སུ་བྱང། སྡུག་བསྔལ་བཅུ་བའི་སྤྱི་བོ་ལ་སྡུག་བསྔལ་འགོས་པ་གཅིག་གིས་བྱ་དེ་ཡིན་དུས་སྡུག་བསྔལ་བཅུ་བསྡེབས་པའི་གི་སྐྱེ་བོ་རྣམས་ལ་སླར་ཡང་ཡང་བསྐྱར་སྡུག་བསྔལ་འགོས་ནས་སྡུག་བསྔལ་འགོས་པའི་གཅིག་གིས་བྱ། སྡུག་བསྔལ་རྩ་ནས་མེད་ནས་སྡུག་བསྔལ་སྤྲད་རོགས་གྱིས་ཟེར་ནས་སྡུག་བསྔལ་སྤྲད་འདུག་གི་ཡོད། སྡུག་བསྔལ་སྒུལ་མཁན་གྱིས་སྡུག་བསྔལ་མི་སྒུལ་པ་ཞིག་བྱས། སྡུག་བསྔལ་ཡོད་ན་ཡོད་ཡོད་པ་ལ་སྡུག་བསྔལ་མི་སྒུལ་ན་ད་རུང་དེ་ཁ་ལ་སྡུག་བསྔལ་སྤྲད་བསྡད་པ་ཡིན་ན་ཕན་ཐོགས་མེད་པ་རེད། དེ་རེད་སྡུག་བསྔལ་སྒུལ་བའི་སྐྱིད་ཀྱི་རྒྱ། དཔེར་ན་འདི་སོགས་ཡིན་ན་ང་ཚོ་དཔེ་ཆ་གི་རྒྱུན་གོ་ནོར་ག་རེ་བཤད་འདུག་ད་འདི། ཕ་མ་དང་བུ་སུས་ཀྱི་འབྲེལ་བ། དེ་འདྲ་བཤད་ཀྱི་ཡོད་རེད། ཡིན་ན་ཡང། ཕྱོགས་གཅིག་ནས་བལྟས་ན་ང་ཚོ་ཚང་མ་ལ་གོ་ཆོག་གི་ཡོད་རེད་ད།

འོ་འཁོར་མ་དགའ་བ་དེ་འདྲས་ཞིག་བཟོ་བ་ཡིན་ན། ཁོ་རང་སྡུག་བསྔལ་ཡོད་པའི་གི་ཐོག་ཏུ་ཡང་བསྐྱར་སྡུག་བསྔལ་སྤྲད་པ་རེད། ག་ཟེར་གི། འོ་དེ་འདྲས་རེད། དེ་ཡིན་དུས། བྱང་ཆུབ་སེམས་དཔའ་ནང་ཡིན་ན། མཐོང་ཐོས། མཐོང་བ་དང་ཐོས་པ། ནི་ཚང་མ། མི་ལ། ཕན་བཏགས་པ་མི་ལ་བདེ་བ་སྤྲད་ཐུབ་པ།

དེ་བྱེད་དུས་སུ་ཡིན་ན་ཡང་སོ་སོ་གི་གཞན་ལ་ཅིག་སྡུག་བསྔལ་མ་སྤྲད་པ་ཀུན་སྡུག་བསྔལ་ཡོད་ཀྱིན་པ་ཡོད་ཀྱིན་པ་ཡིན་དུས་དེ་ལ་འགོད་པ་ཡིན་ན་ཕན་ཐོགས་ཡོད་མ་རེད་གསུངས་དེར་སྡུག་བསྔལ་འགོད་པ་ཅི་ཞིག་བྱ་དཔེ་ན་འདི་བུ་གཉིས་ཡོད་རེད་ཟེར་བུ་གཉིས་ལ་ཁོ་གཉིས་གཅིག་ཕ་གཅིག་གཅིག་མ་གཅིག་འགྲོ་ཡི་ཟེར་བ་དེ་ནས་ཁོ་གཉིས་ཕ་མ་གཉིས་གྲོངས་ཤོག་ཡིན་ཟེར་བ་ད་ཁོ་གཉིས་ཚོས་ཁོ་གཉིས་ཕ་མ་གཉིས་གྲོངས་བ་ཡིན་དུས། ཕ་གི་ཡོད་ས་བུ་དེ་གི་མ་གྲོངས་ཡོད་མ་རེད་བསམ་རེད་མ་དེ་ཡོད་རེད་བསམ་མ་ཡོད་ས་བུ་དེ་གི་ཕ་གྲོངས་ཡོད་མ་རེད་ཁོ་ཕ་མ་རེ་རེ་མ་གཏོགས་གཉིས་ཀ་གྲོངས་ཡོད་མ་རེད་བསམ་རེད་བ། ད་ཞུ་བོར་ཁོ་གཉིས་ཐུག་ར་ཁོ་གཉིས་ཐུག་རེད་གཉིས་ཀ་གྲོངས་ཚར་བ། ད་སྡུག་བསྔལ་གཅིག་མ་ཚེ་གཉིས་ལས་ད་གཅིག་ཕ་ཁ་གི་སྡུག་ཕ་གི་ཕ་མ་གཉིས་ཀ་གི་དེ་ནི་སྡུག་བསྔལ་རེ་རེ་སྡུག་བསྔལ་ཐོས་པ་ལས་ད་ཨོ་དེ་དེ་གཅིག་པ་རེད་ཟེར་ད་ཁོ་སྡུག་བསྔལ་ཡོད་ཡོད་པས་ཡོད་ཡོད་པ་ལ་སྡུག་བསྔལ་སྤྲད་པ། དཔེར་ན་ང་ཚོ་དམག་འདྲ་བ་ཞིག་ཡོད་ན། དམག་གི་རེད་དེ་ཡོད་ན་དེའི་ཐོག་ལ་སུ་པན་འདྲ་ཞིག་བླུགས་དང་ཚགས་འདྲ་ཞིག་བླུགས་དང་དེ་ནི་དམིགས་བསལ་གྱི་སྡུག་བསྔལ་གོང་སྡུག་བསྔལ་ཚ་ཡོང་གི་རེད་བ། འོ་དེ་ག་ནང་བཞིན་གྱི་སོ་སོའི་སྐྱེ་བོ་སྡུག་བསྔལ་གྱི་རང་བཞིན་ཡིན་པ་ལ། དེ་ལ་ནི་ཤི་བ་ཡིན་ན་ག་རེ་ཡིན་ན་ཡང་ཁོ་ལ་ཅིག་སྡུག་བསྔལ་དེ་གཏོར་སུ་ཕ་ས་ཐུག་ཡ་སྡུག་བསྔལ་ཆུང་རུ་བཏང་ཐུག་ཡ་གི་ཐབས་ཤིག་བཏང་དགོས་གི་ནི་མ་གཏོགས་སྡུག་བསྔལ་དེ་ཆེ་རུ་གནང་བ་ཡིན་ན། ཕན་ཐོགས་ཡོད་མ་རེད། དེ་ཕན་ཐོགས་ཡོད་མ་རེད་ཟེར་གི་ཡོད་ད། དེ་ཕན་ཐོགས་མེད་དཔེ་ཀྱི་ཐོག་ལ་ང་རུ་སོང་དཀའ་ལས་བྱས་ནས་ནི་དེ་སྡུག་བསྔལ་སྤྲད་དེ་ན་ཆོ་ག་རེད་ཟེར། རེད་བ། ཨོ་དེ་རེད། སྡུག་བསྔལ་འགོས་པ་ཅི་ཞིག་བྱ། དེ་ལས་ཁོ་ལ་ཏོག་སུ་ཕན་ཐོགས་ཡ་ཅིག་ལས་ཀ་ཅིག་ལས་ཐུབ་ན་དེ་ཕན་ཐོགས་ཡག་རེད་བ། སོ་སོ་ཕ་མ་ཤི་སོང་བ་ཡིན་ན་ཡང་བྱ་སྤུན་སྤུན་ཆ་དེ་ཚོ་ལ་སྡུག་བསྔལ་སྤྲད་བསྡད་པ་ལས་སྤུན་ཆ་དེ་ཚོ་ལ་སེམས་སོགས་འདྲ་བོ་བྱས། ཏོག་སི། སྡུག་བསྔལ་དེ་ཆུང་རུ་བཏང་ཐུབ་ན། དེ་ཕན་ཐོགས་སོང་བ་དེ་གོ་ཐོས་སུ་ཡང་དཀའ་ངལ་དེ་སེལ་ཐུབ་ཀྱི་ཡོད་རེད། འོ་དེ་རེད་ལྷག་པར་དུ་ང་ཚོའི་གྲྭ་བ་གྲྭ་བ་འདྲ་བོ་ཡིན་དུས་ཨ་ནི་དེ་དེ་འདྲའི་བྱེད་དགོས་ཀྱི་ཡོད་རེད་ལྟོས་སོ། ཧ་གོ་དགོས་ཀྱི་ཡོད་རེད་དུས་སོ། གནས་ཚུལ་ཆུང་ཆུང་གི་དུས་སོ་ཡིས་ཤེས་པའི་ཐོག་ནས་ལྟོས་གང་ལ་གང་འཚམས་ཀྱི་ལག་ལེན་བསྟར་ཐུབ་དགོས་ཀྱི་ཡོད་རེད། གང་གི་འདུལ་བ་འགའ་ཡིས་དེ་འདྲ་བ་ཅི་ལྟར་དགའ་མ་ཡིན་འདུལ་བ་དང་ནི་འདྲ་བ་དང་ལྷན་ཅིག་འཇུ་བ་སྣང་མི་སྣང། ད་འདི་རེད་བསམ་ནས་ད་དཔེ་ན་ཕ་མ་གི་བུ་ཡིན་ན་རེད་སོ་སོ་སུ་ཡིན་ན་རེད་ད་ཁ་གྲགས་འགྲོ་ན། དེ་ནས།

གང་གིས་འདུལ་བ་འགའ་ཡིས་ཏེ། ད་གང་གང་ཟག་གང་གིས་འདུལ་བ་དེ་ཁ་མི་འདྲ་བར་འདུལ་ཟེར་ན་སྙམ་དུ་ལྷན་ཅིག་ཏུ་ཚུར་འདུས་པ་དེ་བ། སོ་སོ་ནང་མི་ཡིན་ན་ལྷན་ཅིག་ཏུ་འཛོམ་འདུས་པ་ཡིན་ན་ཚུར་འདུས་པ་ཟེར་བས་བ། འདུལ་བ་འགའ་ཡིན་པ་དེ་ལ་འདྲ་བ་ཅི་ལྟར་དགག་མ་ཡིན། ད་ཅུང་ཚུར་འདུས་པ་ཅིག་དགག་གི་འདུག་ན་འདུ་བྱེད་ཀྱི་ཆོས་ཡིན་ནས་གསུངས་ཏེ་འདུས་པའི་ཐ་མ་ལ་འདྲ་ཟེར་བས། འདོད་པའི་ཐ་མ་ལ་འདྲ་དགོས་གི་རེད་མ་གཏོགས་ཆུ་འདོད་རྩ་དེ་རྩ་ནས་འདྲ་གི་མེད་པ་དེ་བདེན་མཁན་གཅིག་གང་ཡང་ཡོད་མ་རེད། ས་ཆེན་པོར་འདི་གོ་ལ་དེ་ཡིན་ན་ཡང་ཐ་མ་འདྲ་ནས་གོ་ཐོག་འགྲོ་གི་ཡོད་དོན་པོ་རེད་འགྲོ་གི་ཡོད། དེ་ཡིན་དུས་ད་ང་ཚོ་མི་ལས་དོན་ཤེས་མ་དགོས་པ་ཞིག་མི་གི་མི་གི་མི་གི་དང་གཅིག་ཕ་མ་སྤུན་རྒྱ་ཟེར་གྱི་དེ་ནང་དབྱིངས་མ་འདྲ་བ་གི་དེ་ཡ་དེ་སུ་གཅིག་ཡོང་གི་ཡོད་མ་རེད། ད་འདུས་པ་ལ་དགག་འདུག་ན་འདྲ་བ་ལ་དགག་མ་དགག་རང་དགག་རེད་ཟ་གང་དག་མ་དགག་ན་ཡང་ཁོ་དེ་འདྲ་བ་དེ་ཡོང་མ་ཡོང་བ་ཅི་མི་སྲིད་པ་ཞིག་རེད་དེར་ཆེད་དུ་གང་གི་འདུ་བ་དགག་ཡོད་དེ་འདྲ་བ་ཇི་ལྟར་དགག་མ་ཡིན། རྒྱུ་མཚན་ག་རེ་ཟེར་ན་འདུ་བ་དང་མི་འདྲ་བ་དང་ལྷན་ཅིག་རྒྱུ་བ་སྣང་མི་སྣང། འདུ་བ་དང་འདྲ་བ་འདུ་བ་ནས་བཟུང་སྟེ

ནགས་ནང་མ་མི་དགའ་ན་བཀྲ་ཤིས་པ་ཡང་ཡོང་པ་རེད། བཀྲ་ཤིས་པ་ག་ཡོད་ས་ནགས་ནང་བ་ཡོད་པ་རེད་འོ་དེ་ནགས་བཞི་རེད་ད། དེ་ནགས་བཞི། འདི་བ་ག་ཡོད་ས་ནི་འདྲ་བ་ཟེར་གྱི་དེ་ཡོད་པ་རེད། ཡང་ན་ཁ་བཟས་ཁ་ལག་གཅིག་གི་ནང་དུ་དུག་བླུགས་བཞག་ཡོད་ན། དུག་བླུགས་པ་ཤི་ན། ད་ཁ་ལག་འདི་ཟ་གི་ཡིན་ཟེར་ན། ན་ཚ་ཡོད་པ་རེད་ད། ན་ཚ་ཁ་ལག་དུ་ཟ་གི་ཡིན་དུག་ཡོད་པའི་ཁ་ལག་དུ་ཟ་གི་ཡིན་ན་ཚ་དུ་འགུལ་གི་མེད་ཟེར་ལབ་ས་ཡོད་མ་རེད། དུག་ཡོད་པའི་ཁ་ལག་དུ་མ་ཟ་ན་ཁོ་དེ་རིང་མ་དུ་ཟ་ཚ་ན་ན་ཚ་ཡོད་ཡོད་པ། འོ་དེ་ག་ནང་གི་དེ་དང་གཅིག་པ་རེད་ཟེར། མྱང་འདི་ཅི་ཡོད་ཐུ་མ་ཐུ་མ་ཟེར་ན་ཅག།

དེ་ནི་འདུལ་བ་དང་འདྲ་བ་ཟེར་གྱི་དེ་ལྷན་ཅིག་དེ་རེད། དེ་རེད། ལྷན་ཅིག། ལྷན་ཅིག་འགྱུར་བ་སྔ་མོ་ནང། འདི་ལ་ཐོག་མ་ཡོད་མེད་ལ་མ་འོངས་པ་ཐ་མ་ཡོད་མེད་ན། སྐྱིད་ན་ཆོས་ཀྱི་འདུལ་ཐོང་ཞིང་རིང་པོ་ཆོག་ཀྱང་འདྲ་བ་མེད། ད་འདི་ཟེར་གི། ཡང་ན། ད་དཔེར་ན་ཕ་མ་ཡིན་ན་རེ་སྤུན་རྒྱ་ཡི་གྲོགས་པོ་གྲོགས་མོ་ག་རེ་ཡིན་ན་ཡང། ང་ཚོ་ཡུན་རིང་པོ་མཉམ་དུ་ལོས། ད་གཤིག་ཚ་སོང། ལོ་མང་པོ་ལོས། ཡུན་རིང་པོ་ལ་མཉམ་དུ་གཤེགས་ཚང་ཁྱེད་ཀྱི་གྲོགས་པོ་དང་སྤུན་ཆ་སེ་ཡིན་ན་དེ་ཁ་གྲགས་འགྲོ་ན། ད་དེ་སྡུག་བསྔལ་གྱི་རང་བཞིན། བསམ་པ་སྐྱིད་པོ་མེད་པ་སྡུག་བསྔལ་ཡོང་གི་འདུག་ཟེར་བ་དེ་སྡུག་བསྔལ། སྡུག་བསྔལ་རང་བཞིན་ཅིག་ཡོང་གི་འདུག་དེ་བྱེད་དུས། དེ་ནི་སོ་སོ་གི་ཕ་མ་ཡིན་ན་ག་རེ་ཡིན་ན་ཁ་འདྲ་བ་ཡིན་ན་དེ་ལ་སྡུག་བསྔལ་བྱེད་ཀྱི་ཡོད་ཟེར་སྡུག་བསྔལ་བྱེད་དགོས་ཀྱི་རེད་ཟེར་དེ་འདྲའི་གསང་ན་ཟེར་བ། དེ་འདྲའི་གསང་བ་ཡིན་ན་འདི་ལ་ཐོག་མ་ཡོད་མ་ལ་མ་འོངས་ཐ་མ་ག་ལ་ཡོད་ད། ད་ལྟ་ང་ཚོ་ཕ་མ་དེ་ཚོ་ག་ཟེར་གི་རེད་ཁ་བྲལ་ཟེར་མི་འདུག་ཟེར་གྱི་དེ་ཨ་ནི་དཔེ་དུས་ཚོད་ཐུང་ཐུང་གྱི་དུས་ཚོད་ཐུང་ཐུང་གྱི་རེད་རེད་བ། ཁ་འབྲལ་ཡ་ཟེར་གྱི་དེ་ད་ལྟ་ཁ་བྲལ་ཡ་དེ་ཡང་ད་དུ་ཁོ་དུས་ཚོད་ཐུང་འདུག་ད་ལྟ་སོ་སོ་པ་སྤུན་ཆ་ཉག་གཉིས་བ་སུ་འདྲ་གྱི་ཡིན་ན་ཡང་དེ་ཡི་གེ་ཐོག་མ་མེད་པི་གི་དུས་ནི་ཁོ་ཡོད་ཡོད་པ་རང་སེམས་སྐྱེད་དེ་ཐོག་མ་མེད་པི་གི་དུས་ནི་འདི་འདི་པི་གི་དུས་ཚོད་ཐོག་མ་མེད་པི་དུས་ནི་ཁ་བྲལ་དེ་བས་ཡོད་རེད། ད་དཔེར་ན་ང་ཚོ་ད་ལྟ་འདྲ་བ་ཞིག་ལོ་གཅིག་ཟིན་གཅིག་ཁ་བྲལ་སོང་བ་ཡིན་ན། དེ་ལས་ཟད་འདྲ་བྱེད་མཁན་རེད། ང་ཚོས་དེ་འདྲའི་གི་ཁ་བྲལ་ཡ་དེ་སྐྱེ་བ་ཐོག་མ་མེད་པར་ལོ་ས་ཡ་དུང་ཕྱུར་མང་པོ་ལ་ཨ་ནི་ཁ་བྲལ་བསྡད་ཡོད་རེད། ཡོད་རིང་པོ་ཞེས་པ་ཅི་ལ། ད་ལྟ་འདི་དུས་ཚོད་ཐུང་ཐུང་རེད། འདུས་པ་ཟེར་གྱི་དེ་ཡང་དུས་ཚོད་ཐུང་ཐུང་རེད། ཡོད་རིང་པོ་དེ་འདྲའི་ང་ཚོ་ཡང་ཡང་འདུག་ཡ་ཤི་ཡོད་རེད། དེའི་དུས་འདི་ལ་ཐོག་མ་ཡོད་ཤིང་མ་འོང་མ་འོང་འོང་ཐ་མ་ཡོད་མིན་ན། སྐྱིད་ན་ཆོས་ཀྱིས་འདུས་ཐོང་ཤིང་རིང་པོ་བྱོས་ཀྱང་བྲ་མ་ཡིན། འདུས་པ་དེར། ཅིས་ན་ཁྱོད་ཀྱིས་ད་ལྟ་དེ་དུས་ཚོད་ཐུང་ཐུང་ཅིག་ལ་འདུས་པ་མཐོང་ཞིང། སྐྱེ་བ་སྔ་མ་སྔ་མ་རྣམས་སུ། འདས་པའི་དུས་སྐྱེ་བ་སྔ་མ་སྔ་མ་རྣམས་སུ་ཡུན་རིང་པོ་ཉིད་དུ་གྱུར་ཀྱང། ཡུན་རིང་པོ་ཉིད་དུ་འདྲ་བར་གྱུར་ཀྱང་དྲ་བའི་གདུང་བ་ཤེས་པ་མ་ཡིན་ཏེ། ཞེས་རེ་བསྐུལ་བ་རེ་བྱས། འོང་དེ། ད་ང་ཚོ་དེ་ཟེར་བ་རོ་ད་ལྟ་ཚེ་འདི་གི་གཅིག་པ་བོན་བྱ་ཉག་ཉིག་ཡ་དེ་ཡུ་རིང་པོ་འདྲ་དེ་གྲྭ་བའི་སྡུག་བསྔལ་ཤེས་ཀྱི་རེད་མ་གཏོགས་སྐྱེ་བ་སྔ་མ་སྔ་མ་ནང་སོ་ང་ཚོ་ཁ་གྲགས་ཡ་ཡོད་རེད་དེ་གི་སྡུག་བསྔལ་ཡོད་རེད་ཟེར་མཁན་སུ་གཅིག་གི་བཟང་བོ་བཏང་ཐོག་གི་མ་རེད་བ། སྐྱེ་བ་སྔ་མ་སྔ་མ་ནང་སོ་ང་ཚོ་ལོ་ས་ཡ་དུང་ཕྱི་ག་སེར་གྱི་ཁ་གྲགས་དེ་ཡོད་རེད། ཁ་གྲགས་ཡོད་རེད་སྙམ་དུ་བསྡད་ཡོད་རེད་ཡིན་ན་ཡང་དེ་གིས་ང་ཚོ་ཁ་གྲགས་ཡོད་ཀྱི་སྡུག་བསྔལ་དེ་ད་ལྟ་ཤེས་ཐུབ་ཀྱི་ཡོད་མ་རེད་པ། དངོས་གནས་དངོས་གནས་བྱས་ན་གཅིག་པ་རེད་ད། ཤེས་བ་སྔ་མ་ནོར་སྲིད་ཡང་ཁོ་ཡུན་རིང་པོར་དེ་འདྲའི་ཁ་གྲགས་བསྡད་ཡོད་རེད། ལོ་ས་ཡ་དུང་ཕྱུར་མང་པོ་ལ། དེ་ལ་སྡུག་བསྔལ་ཞིག་གང་ཡང་སྐྱེས་ཀྱི་མེད་པ་ཞིག་ད་ད་ལྟ་གི་ལུས་རྟེན་འདི་ལ་དུས་ཚོད་ཐུང་ཐུང་ཅིག་ལ་འདྲ་བ་དང་འདུས་པའི་སྡུག་བསྔལ་དེ་ཤེས་བསྡད་པ་དེ་མ་འོས་པ་ཞིག།

དེ་ནས་མི་དེ་ལོ་གཅིག་ཟིན་ཟླ་བ་གཅིག་ཟིན་ག་འདྲ་རེད་འདུག་ཚུར་སླེབས་འོང་རེད། མི་དེ་ཡོང་གི་འདུག་ཟེར་དུས་དེ་ནས་ཆུང་མ་དེ་གིས། མི་དེ་ད་ལྟ་ཁོ་རང་མི་དགའ་བོ་བྱེད་སར་མི་དེ་ཡོད་སར་འགྲོ་ནས་ངུ་བ་རེད། ད་འདི་ག་རེ་རེད་ཟེར་ན། མི་དེ་དང་ཁ་བྲལ་ནས་མི་དངོས་གནས་ཁོ་རང་ཁྱོ་ག་དང་ཁ་བྲལ་ནས་ཡུན་རིང་པོ་རེད་དེ་དེའི་ཆེད་དུ་ཁོ་ངུ་གི་ཡོད་མ་རེད་ད་ལྟ་འདི་ཁོ་རང་དུས་ཚོད་ཐུང་ཐུང་གཅིག་ལ་མི་གཅིག་ལ་འབྲེལ་བ་ཆགས་ནས་དེ་དང་ད་ཁྱོ་ག་དངོས་གནས་དེ་སླེབས་འོང་ན་འདྲ་འགྲོ་གི་རེད་བསམ་ནས་ངུ་གི་ཡོད་རེད། འོ་དེ་ལས་གཅིག་པ། ང་ཚོས། ཕ་མ་ཡིན་ན་སྤུན་ཆ་ཡིན་ན་དེ་དང། ཁ་བྲལ། སྐྱེ་བ་སྔ་མ་སྔ་མ་ལོགས་སུ་སྐྱེས་པ་ཡིན་ན་ཁ་བྲལ་ནས་ལོ་སར་ཡ་དུང་ཕྱུར་མང་པོ་རེད་ས་རེད་དེ་དེའི་ཆེད་དུ་ང་ཚོ་སྡུག་བསྔལ་བྱེད་ཡ་དང་ངུ་ཡ་གང་ཡིན། ཚེ་འདས་ཀྱི་དུས་ཚོད་ཐུང་ཐུང་གཅིག་ལ། ནི་འདུས་པ་དང་ཁ་འདྲ་བ་དེ་ལས་དོ་སྣང་ཆེན་པོ་བྱས་ནས་དེ་ལས་འདྲ་ན་མི་དགའ་བ་འདུས་ན་དགའ་བ། དེ་འདྲའི་གེ་བསམ་བློ་ཞིག་བཏང་གི་ཡོད་རེད། འོ་དེ་སྐྱིད་པ་སོ་སོ་སྐྱིད་བོ་གནང་གི་བསམ་བློ་བཏང་བ་དེ་འདྲས་ང་ཚོ། ཐ་སྙད་ཀྱི་གནས་ཚུལ་མ་རྟོགས་ནས་ཐ་སྙད་ཀྱི་གནས་ཚུལ་ངོ་མ་འདྲ་བ་དེ་ག་འདྲ་ཡིན་པ་ཧ་མ་གོ་ནས་ནི་བསམ་བློ་བཏང་བཏང་གི་རེད་དེ་ཡང་རྒྱུ་མཚན་ཡོད་པ་ཞིག་མ་རེད་ཟེར་གནས་ཚུལ་དང་མཐུན་པ་ཐ་སྙད་གནས་ཚུལ་དང་མཐུན་པ་བསམ་བློ་བཏང་བཏང་ཞིག་མ་རེད་ཟེར། སྐད་གཅིག་ལ་སོགས་དུས་དེ་ན་ངེས་པ་སྒྲ་དང་འདྲ་འདྲ་བརྗོད་དེ། དེས་ན་སྒྲ་བཤུར་དེ་དག་ལ་སྣང་ཁུལ་ཁྱོད་འདོད་ཆགས་མ་བྱ། ད་དཔེར་ན།

དཔེར་ན་རྒན་མོའི་བྲན་མོ་ཁྱེད་ནོ་ཟེར། རྒན་མོ་བྲན་མོ་ཟེར་གྱི་གར་ཟེར་ན་ལོ་རྒན་མོ་ཡིན་ཁྱེད་ཀྱི་མ་རྒན་ཁྱེད་ཀྱི། དེ་ནས་གཡོག་པོ་ཁྱེད་ཀྱི་གཡོག་མོ་ཁྱེད་ཀྱི་གཡོག་མོ་ཟེར་གི་རོ། མི་ཚང་ན་གཡོག་མོ་ཁྱེད་ཁོ་ལོ་ཆེན་པོ་ཡིན་དུས། དུས་ཚོད་ཏག་ཏག་གི་ལས་ཀ་དེ་བྱེད་ཐུབ་ཡོད་མ་རེད། ད་ཁྱོད་ཚོས་གཅིག་ལ་གཅིག་བསྒོས་ཡ་དེ་ཁྱོད་ཚོས་གཉིས་འགོ་བར་འགྲོ། དེ་འདྲའི་ལས་ཀ་དེ་བྱེད་མ་ཐུབ་དེ་ཁོ་ལ་བཀའ་རྒྱུགས་རག་དགོས་བཀའ་རྒྱུགས་མང་པོ། བཀའ་རྒྱུགས་རག་ཡོད་རེད་དེ།

ཨ་ནི། སྐད་ཅིག་གི་རང་བཞིན་འགྱུར་འགྲོ་གི་ཡོད་རེད་ཤེས་པ་མི་རྟག་པ་ཡིན་ན་ནང་ཁ་གོ་གི་ཡོད་མ་རེད། སྐྱིད་ཀྱིས་ན་སང་ཉིན་ཡོང་ལ་སྐད་ཤོད་སྐྱིད་ཀྱིས་ནི་ལོ་གཅིག་ཟིན་ནས་ཡོང་སྐྱིད་ཀྱིས། དེ་ཡིན་ན་ལོག་ལ་ལས་ཀ་གང་ཡང་མ་ཐོན་ཁྱེད་སོང་ན་ད་ང་དཔེ་ཕམ་པོ་རེད། མི་ལུས་ཀྱི་ཆུ་བཟི་རེད། དེ་འདྲའི་སང་ནི་ཨ་ནི། གང་ལྟར་ཆུ་འགྲོ་ཐུབ་དགོས་གི་རེད་ད་དེ་བཤད་གི་ཡོད་ད། བློ་ངན་གྲྭ་བ་འཇིགས་པ་ཡིས་ཁྱིང་ནི་ངེས་པ་མི་འབྱུང་བ། ཁྱིས་པ་སུ་ཞིག་ངེས་པ་ནི་བྱ་འགུལ་ཆེ་བ་བྱེད་པ་འབྱུང། ད་འདི་འདྲའི་སང་ནི། ད་དུང་དེ། ད་ཆོས་སྒྲུག་ན་ཡང་ཆོས་ཡང་དག་པར་སྒྲུག་མ་ཐུབ་པ་ཞིག་རང་ཆོས་སྒྲུག་སྒྲུག་དགོས་སམ་མི་རྟག་པའི་མི་རྟག་པའི་གི་ཅིག་དགོངས་འོང་དུས་སྒྲུག་དགོས་སམ་བྱེད་རོགས་ཡིན་ན་ཡང་ཆོས་ཡང་དག་པ་ཅིག་སྒྲུག་ཐུབ་ཁག་པོ་རེད་ད་ད་ང་ནང་བསྡད་ན་མ་གཏོགས་རེད་འགྲོ་དེ་འདྲ་བྱས་ནས་དཀའ་ལས་བརྒྱབ་ན་ད་ཟ་ཡག་འཐུང་ཡག་གོས་ཡག་ག་རེ་ཡིན་ན་ཡང་དཔེ་གང་ཡིན་མིན་པར་བ། ད་ལྷོ་ཕྱོགས་ཀྱི་དཀའ་ལས་ཆེན་པོ་ཡང་འཇལ་ཐུབ་ས་མ་རེད་གསུངས་ས་འདུག་དེ་འདྲ་དྲན་སོང་ན་ད་འདི་བཤད་གི་ཡོད་ད། བློ་ངན་བྲལ་བའི་འཇིགས་པ་ཡིས་བློ་ངན་པ་ཁྱོད་ཀྱིས་བྲལ་བ་ཟིན་ན་ད་སོ་སོ་ནང་མོ་དཔོན་རྒྱ་ཅིག་རྒྱུ་ནོར་དེ་འདི་བྲལ་ནས་ཨ་ནི་འཇིགས་བསྡད་པ་ཡིན་ན། ཁྱིང་ནི་ངེས་པར་མ་འཇུག་ན། ད་ཁྱིང་ནི་ངེས་པར་འཇུག་ཟིན་ན་ཁྱིང་ནི་འཆིང་མེད་པར་རབ་ཏུ་བྱུང་བ་ཟེར་ཏེ་བརྗེད་དགོས་གི་རེད། བྱུང་ན་རབ་བྱུང་འཆིང་བས་སྤངས། དེ་འདྲའི་འཆིང་ནི་ངེས་པ་མི་འབྱུང་བ་ཡིན་ན་མཁས་པ་སུ་ཞིག་ངེས་པ་ནི་བྱ་རྒོད་ཆད་པ་བྱུང་རབ་གྱུར་མཁས་པ་སུ་ཞིག་གིས་ཨ་ནི། ངེས་པར་ནི་ཟེར་ན་ངེས་པར་མི་འབྱུང་ངེས་པ་མི་འབྱུང་བ་ཡིན་ན།

ད་རྒྱ་བོད་གོ་དེ་ནས་མ་མི་ད་མི་བཏང་ནི་རྒྱ་བོད་བརྡུང། ཨོ་དེ་འདྲ་བྱས་ནས་དེ་ནས་ཡིན་ནི་ད་འདུས་ནས་ནི་ཁྲི་རྒྱབ་ཡོད་ད་མ་བྱེད་ཀ་མེད་རོགས་དེ་ནི་སོ་སོ་རང་མེད་པ་རེད་ཚར། ཨོ་དེ་ག་ནང་གི་རང་དབང་གི་སྒོ་ནས་ལས་ཀ་ལས་ན་དཔལ་ཡག་པོ་རང་དབང་ཐང་ཆད་བདེ་བ་ཡིན་ས་རེད་དེ་འདྲ་བྱེད་དགོས་དགོས་དེ་འདྲས་མ་བྱེད་པ་ཆད་ཨ་ནི་དཔལ་ན་ངར་ཚོ་འདི་འདྲ་ཡོད་རེད་བ། ཁ་ཤི། དགོན་པ་ནང་ལ་ཡིན་ན་ཡང། ལྷ་ཞིག་ཁྲིམས་མི་སྲུང་རྟ་ལག་ཁྲོད། དེ་འདྲ་བཞིན་དེ་ནི་གདུང་ནི་དགེ་སྐོས་ཀྱི་གདུང། རོ་འདྲ་སེམས་དེ་ནི་བདེ་གི་རེད་དེ་ནི་ཁྲིམས་སྲུང་དེ་ནི་བདེ་གི་རེད་དེ་མ་བདེ་ཀ་མེད་རེད་བ། འོ་དེ་ག་ནང་བཞིན་གྱི་རང་དབང་གི་སྒོ་ནས་ལས་དགོས་ཀྱི་རེད་ཟེར་དེ། མ་བཞེས་ན་བཞེས་མ་ཤེས་ན་དེ་ནི་ཆད་པ་བཅད་ནས་ཁས་ལེན་གྱི་ལེན་གྱི་ཐུབ་ཀྱི་རེད་ཟེར་ཆད་པ་བཅད་ནས་ཨོ། བྱ་རྒྱུའི་ཆད་པ་བྱེད་པར་འགྱུར། ཁྱོད་འདི་གྱིས་ནི་བསལ་བ་ནི། ནགས་སུ་འགྲོ་བྱེད་གཉང་སྲིང་ན་གང་སྐྱེས་ཀྱིས་ཀྱང་བཏང་བྱ་བ། དེ་བཞིན་ཡོན་ཏན་སྐྱེས་ཀྱི་ཡོད་ད་འདི་ཁ་ཞིག་འདི་འདྲ་སངས་རྒྱས་ལ་ཁྱོད་ཀྱིས་དཔེར་ན་འཇིག་རྟེན་འཆིང་བག་མ་ཡིན་ནམ། ངས་དེ་ནས་ད་ལྟ་ལྟར་ང་ཁྱོད་སྒྲུག་སྒྲུག་གི་ཡིན་ཟེར་བ། ཁྱོད་སྒྲུག་གི་ཡིན་ཏེ་ད་ལྟར་སྒྲུག་ཐུག་ས་མ་རེད།

ག་རེ་བྱས་ན་མ་བྱས་ན་ཁྱེད་ཀྱི་ལས་ཀ་དེ་གཡུག་ནས་སྔ་ཕྱི་ག་རེ་ཡིན་ན་འགྲོ་དགོས་པ་རེད་ཅེས་འགྲོ་དགོས་དགོས་པ་རེད། དེ་བ་གང་ཞིག་བྱས་ཀྱང་བཏང་བྱ་བ་གང་ཞིག་ནང་གི་ལས་ཀ་ག་རེ་མི་དགོས་ག་རེ་ཀྱང་བྱས་ན་ཡང་ཐ་དེ་བཏང་ནས་འགྲོ་དགོས་བྱ་ཅི་རེད། དེ་ཡིན་དུས་ཨེ་ནི་དེ་དེ་བྱས་པའི་བཏང་བཏང་དགོས་པ་དེ་སྔ་ཡིན་ནས་སྔ་སེ་བཏང་ན་རེད་ཕྱི་མི་རྗེས་སུ་གནང་བ་ཡིན་ན་རེད་གཅིག་པ་རེད་དེ་བྱས་པའི་ཡོན་ཏན་ཅི་ཅི་ཡོད་ཤེས་བྱ་བ་དཔེ་ན་འདི་འདྲས་ཅི་རེད།

ད་འདིར། བདག་ནི་འཆི་འོག་ཉམས་སྲིད་པ་བདག་ནི་དངོས་གནས་དྲང་ནས་འཆི་བ་མི་རྟག་པ་རེད་བསམ་ན་འཆི་བ་མི་རྟག་པ་ཡོང་ངེས་རེད་ཟེར་ནས་འཆི་བ་མི་རྟག་པའི་གི་དངོས་རྟོགས་རྒྱུད་ལ་ཡག་པོ་ཅིག་ཤེས་ཡོད་ན་སྙམ་གསུངས་ན། དེ་འདྲའི་གི་མི་དེ་ག་རེ་ཡོད་ཟེར་ན་གང་ལ་ངེས་པ་ཡོད་བྱས་པ། གང་ལ་མི་རྟག་པའི་གི་ངེས་པ་དངོས་རྟོགས་ངེས་པ་ཡོད་པ་བྱས་པ་གང་ཟག་དེ་ནི། ཆགས་པར་ཡོང་གཏམ་བྱས། ཆགས་པ་ཟེར་དུས་སོ་སོ་ཞེན་ཆགས་བྱེད་ས། རྒྱུ་ནོར་ལོངས་སྤྱོད་དཔའ་སྤུན་ཆ་ག་རེ་ཡིན་ན་དེ་སོགས་བཏང་ནས་ཕྱི་ཟླ་ལ་ཡང་བལ་ལ་འཇིགས། ད་ཤེས་ཅིག་སོ་སོ་གི་དེ་འདྲའི་གི་ཆུའི་གྲུ་ག་འགྲོ་ན་ཅུང་ཤེས་ཡག་གི་ཉིན་ཁ་ཡོད་རེད། ཤེས་ཡག་ཉིན་ཁ་ཡོད་ཟེར་ན་ཡང་དེ་ལ་ཡང་འཇིགས་གི་མ་རེད། ཕྱི་ཟླ་ཕྱི་ཟླ་ལ་ཡང་བལ་ལ་འཇིགས་ཏེ་མི་འཇིགས་པ་འོ་དེ་འདྲ་ཡོང་གི་རེད། ད་འདི་ཕན་ངོ་ནས་འདྲ་པོ་དེ་དེ་རེད་ད་ལྟའི་ཤེས་ཡིན་པ་མ་བརྟགས་པའི་དངོས་ཐོག་རྒྱུད་ལ་ཡག་པོ་བཤད་ཡོད་ན། ཁྱོད་སྒྲུབ་པ་ལ་དཀའ་ལས་ཡོད་མ་རེད། དཀའ་ངལ་ག་སེ་འཕྲད་ན་ཡང་དཀའ་ངལ་གདོང་ལེན་གདོང་ལེན་བྱེད་ཐུབ་པ་རེད། དཀའ་ངལ་དེ་དག་གདོང་ལེན་བྱེད་ཐུབ་པ་རེད། ཨོ། ཨོ་དེ་འདྲ་བྱེད་དུས། ཁྱེད་དག་ལ་ཡང་ག་ལ་འཇིགས། ད་འདི་དངོས་གནས་ཀྱི་ཕན་ཡོད་རེད། མ་བརྟགས་པར་དགོངས་འདུག་གི་ཕན་ཡོད། ཨ་ནི་དེ་ག་ནང་བཤད་ཀྱི། ཅུང་ཟད་ནས་བཤད་ན་ང་ཚོ་དེ་མ་བརྟགས་པའི་དངོས་ཐོག་ཡག་པོ་བཤད་ཡོད་ན།

སེམས་རྣལ་འབྱོར་རྣལ་འབྱོར་བ་ཟེར་ན་རང་བབས་སེ་རང་གི་གནས་ཚུལ་དུ་གང་ཡིན་པ་དེ་འདྲའི་གི་ཤོད་པ་ལ་རྣལ་འབྱོར་ཤོད་པ་ནི་ཤོ་ལོ་ཀ་བཞི་བརྒྱ་ཡོད་པ་ལས་བཞི་བརྒྱ་པ་ལས་རྟག་པར་འཛིན་པའི་གི་གཉེན་པོ་མི་རྟག་པ་རྟག་པར་འཛིན་པའི་གི་གཉེན་པོ་རྟག་པ་སྤོང་བའི་གི་ཐབས་མི་རྟག་པ་བསྟན་པ་དེ་རབ་ཏུ་ཕྱེ་བ་དང་པོའོ།